རེད་དེ་དག་ཐ་མའི་མཚན་མའི་དྲ་བ་ཡ་འཛིན་ནང་དུ་ད་ལྟ་ང་ཚོས་སོ་སོའི་སྐྱེ་བོ་རང་དགར་ཡིས་མ་བརྟགས་པའི་སྣང་བ་འདི་ཇི་བཞིན་དུ་སངས་རྒྱས་བཅོམ་ལྡན་འདས་ཡ་ཡང་འདིའི་སྣང་བ་ཇི་མ་ཇི་བཞིན་དུ་ཡོད་རྫིས་ཏེ་འདྲེས་སུ་གསལ་བ་ཉིད་ཡིན་གྱི་མ་རེད་བསམ་འདུག་གང་རེད་ཅེ་ན་ལྟུང་བ་ཉིད་ལ་གོ་བ་ཇི་ཙམ་ཆེ་ན་ཡང་སྐྱོ་ཤོག་ནས་བྱང་ཆུབ་ཀྱི་སེམས་རིན་པོ་ཆེ་ལ་སོགས་པའི་སློབ་སྦྱོང་བ་ཤིག་ཅི་ཆེ་ཡོང་ཆེད་དུ་ནུས་བ་ཟིན།

ཐ་མའི་མཚན་མའི་དྲི་བ་དེ་སྟོང་ཉིད་དུ་གོ་བ་འགོག་མི་ནུས། འགོག་མི་ནུས་པར་མ་ཟད་སྟོང་པ་ཉིད་ལ་གོ་བ་ཇི་ཙམ་སོང་ན། དེ་ནི་དངོས་གཞིའི་ཆེ་རུ་ཆེ་རུ་འགྱུར་སྲོལ་གྱི་བཤུ་གཞོག་གི་ཉམས་ལེན་འཛིན་ཡོད་པ་འདིའི་ནང་ན་ཡོད་པའི་རྒྱུན་གཅིག་གི་གནས་ལུགས་ལྷག་བ་མེད་པ་ཉུང་དུ་མེད་པ་དེ་ལ་ཐ་མའི་མཚན་མའི་དྲི་བ་ཟེར། རྗེ་ཙོང་ཁ་བ་ཆེན་པོས་རྟོགས་སོང་དགོས་ནི་རེད་བསམ་འདུག། དེ་མིན་ན་ད་ཐ་མའི་མཚན་མའི་དྲི་བ་ཟེར་ནི་ཚིག་ཙམ་གྱི་ཐོག་ནས་ད་ལྟའི་མ་རྟགས་པའི་སྣང་བ་འདི་འོན་པའི་སྣང་བ་འདི་སངས་རྒྱས་དང་འདི་དང་སྣང་བ་གཅིག་དང་མ་གཅིག་དེ་དེ་མིན་ཚིག་གི་ཐོག་ཡོད་ཀྱི་མ་རེད་བསམ་འདུག། ཐ་ན་མཚམས་མེད་ཐོ་བ་གཟིགས་མིག་ལྗོངས་ཁི་མཱ་ལིན་ཁན་གི་ད་ཚིག་ཙམ་གྱི་ཐོག་ནས་ཁི་མཱ་ལིན་ཁན་གྱི་སྔ་རབས་པའི་རྒན་ཡོལ་བཤགས་ཉིན་ད་ཅི་ཡོད་དམ་པ་དེ་དག་གི་ཡང། དཀྲུགས་ཕྲ་སྟོང་བ་ཉིད་ཀྱི་དོན་ལ་ཞིག་གོ་བ་ཆེ་གི་ཆེ་གི་བྱང་ཆུབ་ཀྱི་སེམས་ཀྱི་སློབ་སྦྱོང་ཤིག་ཆེ་རུ་འགྲོ་དགོས་བ་རེད་མ་གཏོགས་སྟོང་པ་ཉིད་ལ་གོ་བ་ཆེ་ནས་བྱང་ཆུབ་ཀྱི་སེམས་ལ་སོགས་པ་ཤོད་ཤོད་ག་གཞིར་ཚིག་ཆུང་རུ་ཆུང་རུ་གཏང་དགོས་བ་མ་རེད་ར། དེ་མེད་དུ་དེ་གཏང་མ་ཐུབ་པ་ངེས་པར་དུ་བྱང་ཆུབ་ཀྱི་སེམས་ལ་སློབ་སྦྱོང་ཆེ་རུ་ཆེ་རུ་འགྲོ་གི་ཡོད་པའི་སྐུལ་སློང་དུ་སྟོང་པ་ཉིད་ཀྱི་སྤྱན་གྱིས་བསྐུར་གི་ཡོད་ན།

འཁོར་འདས་ཀྱི་རྒྱུ་འབྲས་ཀྱི་རྣམ་འཇོག་ལྷ་བ་མེད་པར་འཇོག་ཐུབ་པ། དེ་ཡི་ལྷ་བ་མེད་པར་འཇོག་ཐུབ་པ་དེ་ཡི་རྟེན་འབྱུང་གི་གོ་བ་ཤུགས་ཆེ་རུ་འགྲོ་བ། དེ་ཡི་རྟེན་འབྱུང་གི་གོ་བ་དེ་གིས་ཆོས་ཐམས་ཅད་རང་བཞིན་གྱིས་སྟོང་བའི་ལྟ་བ་ལ། ངེས་ཤེས་ཆེ་རུ་སོང་ནས་རང་བཞིན་དུ་འཛིན་པའི་འཛིན་པ་དེ་སེམས་ངོ་ནས་གཞིག་པ་ཡིན་ན། དེ་ནི་སངས་རྒྱས་ཀྱི་ཡི་དམ་ལ་གཞིགས་ཡོད་ཟེར་ནས་ད་ལྟའི་ཕན་ཚུན་གཅིག་གིས་གཅིག་ལ་སྙོན་རིགས་པ་མ་རེད་ཟེར་འདུག་སྤྲུལ་པ་དང་བྲལ་བ་ཟེར་གྱི་དེ་གི་ཚིག་དེ་རང་ད་སྤྲུག་བྲལ་སྤྲུག་བྲལ་ཟེར་ནས་ཚིག་མཚམས་ཀྱི་ཐོག་ནས་སྟོང་པ་ཉིད་ལ་ངེས་ཡང་འདྲེན་ཐུབ་ནི་མ་རེད་ར། གྲུབ་པ་དང་བྲལ་བ་ཟེར་གྱི་གྲུབ་པ་ཟེར་གྱི་འོ་དེ་དང་པོ་ཆེ་ཟེར་རེད་དེ་རིང་བསམ་བློ་བཏང་དགོས་ཀྱི་རེད་བསམ་གོ་མགོན་པོ་ལོ་བཅོ་བརྒྱད་ཕྱིར་སོང་ནི་རེད་ཟེར་ན། ལུས་དང་ཉོན་མོངས་རྣམ་རྟོག་ལུས་དེ་དག་སྤྲུལ་པས་སྤྲུལ་བ་ན་སྟོང་པ་ཉིད་ཅན་གྱི་བར་འགྱེད་རག་སོང་ནི་རེད། གང་རེད་ཟེར་ན་ད་གྲུབ་པ་གྲུབ་པ་ཟེར་གྱི་འདི་བར་ལྟར་ང་ཚོ་ང་ཚོའི་རྣམ་རྟོག་གི་སྔོན་ན་ཤེས་བྱའི་མཚན་མ་སྣ་ཚོགས་པ་ཟེར་ཡོད་པ་འདི་དག་ཐམས་ཅད་སྤྲུལ་བ་རེད་འདི་ཐམས་ཅད་རྣམ་རྟོག་གི་སྤྲུལ་བ་རེད། རྟགས་དབྱིབས་དང་ཁ་དོག་མི་འདྲ་བ་དག་རྩིག་གཅིག་ཁང་བ་རེ་རེ་རེ་ཡ་མདའ་གཅིག་གཟི་རེ་མིག་གཟི་རེ་དང་ཤེས་བྱ་རེ་རེ་རེ་རེ་སོ་སོ་སོ་སོ་མཚན་ཉིད་མི་འདྲ་བ་རང་བཞིན་མི་འདྲ་བ་མཚན་མ་མི་འདྲ་བ་རྟགས་མི་འདྲ་བ་མཐའ་ཡས་བ་ཡོད་ཡོད་པ་འདི་སྤྲོ་བ་རེད། ད་འདི་ཐམས་ཅད་པོ་མཐར་ཐུག་གི་གཞི་སྟོང་པ་ཉིད་དོ་གཞི་ལུགས་གཅིག་བདག་མེད་ལུགས་གཅིག། སེམས་ཅན་ཐམས་ཅད་སངས་རྒྱས་ཀྱི་བཀའ་ཆོས་ཐམས་ཅད་ཀྱི་རྟོགས་པ་སྣང་སར་གཅིག་མ་གཏོགས་གཉིས་མེད།

མེད་པའི་གཞི་ཟེར་ན་འདྲ་རྟག་པའི་ས་ཕྱོགས་ཟེར་ན་འདྲ་དེ་མི་ཟེར་གི་སྟེང་ནས་བུམ་པ་མེད་པ་དང་སེར་ཤར་གྱི་མ་གཏོགས་བུམ་པ་མེད་པ་ཟེར་ན་འདྲ་སྐད་ཀྱི་མེད་ཙམ་ཟེར་ན་ལོ་ངོ་ཤར་གྱི་ད་ཧ་ལོའི་དཀའ་མོ་རེད་ལྷག་ཏུ་བསམ་བློ་བཏང་དགོས་བཏང་གི་ཁོ་མི་དཀའ་མོ་རེད་བསམ་འདུག་དེ་ཡང་སོང་ཚིག་གི་རྟགས་མེད་དགག་ཟེར་རྒྱུ་དུ་ཀུན་དགུ་ལོ་ངོ་ཤར་ཆོག་ཆོག་ཟེར་རྩ་བ་ཉིད་ནས་ཡིན་གྱི་མ་རེད་སྤྱིར་བཏང་རྟགས་སྟོང་པ་ཉིད་ཀྱི་མེད་དགག་དང་ཕར་ཞོག་དེ་ནག་གཞི་ནས་མེད་དགག་ཟེར་རྒྱུ་དང།

གཞན་དེ། སྟོང་པ་ཉིད་ཟེར་ཡ་དེ་རྣམ་རྟོག་ཡང་ཁོ་རང་གི་བཙུགས་ཚུལ་གྱིས་སྟོང་པ་ཉིད་ཆོས་ཐམས་ཅད་རང་བཞིན་གྱིས་སྟོང་བ་དེ་རིགས་པའི་ལམ་ནས་སྒྲུབ་ཀྱི་ཡོད་པ་དེ་ང་ཚོས་ཁས་ལེན་ནི་རེད། གང་རེད་ཟེར་ན། ད་ལྟ་ང་ཚོས་སྟོང་པ་ཉིད་ཟེར་གྱི་དེ་ལྟ་ན་འབབ་པའི་འགོ་དུ་རིགས་ལམ་དང་རྒྱུ་མཚན་གྱི་ཐོག་ནས་ལྟ་ན་འབེབས་དགོས་ནི་རེད། དེ་ལྟར་མ་བྱས་ཡ། སྟོང་པ་ཉིད་ཟེར་ཡ་དེ་རྣམ་རྟོག་གི་ཡུལ་ལས་འདས་པ་ཡིན་དགྲ་གི་ཡུལ་ལས་འདས་པ་ཡིན་ཟེར་ན་སྟོང་ལུགས་ཀྱི་རྣམ་གཞག་དེ་རིགས་ལྟ་ན་འབེབས་ཀྱི་མེད་དུ་རུ་མི་ལྟ་བ་དེ་ལྟ་ལོང་གིས་སྒྲུབ་རྒྱུ་རེད་ལོང་ཙམ།

བུམ་པ་དེ་སྟོང་རྒྱུད་སྟེང་སྟེང་ཙམ་རིན་འབྱུང་གི་རྣམ་གཞག་ཏུ་ཐོགས་པ་གྲུབ་འདོད་པས་རང་བཞིན་དུ་གྲུབ་པའི་གྲུབ་ཚུལ་དུ་བཀག་འོང་དུས་ད་ཁོ་རང་བཞིན་གྱིས་མ་གྲུབ་པ་ལས་འདས་ཡོད་པ་མ་རེད། ད་རང་བཞིན་གྱིས་མ་གྲུབ་པ་དེ་ཁོ་གཉིས་ལས་མཐར་ཐུག་རེད། རང་བཞིན་གྱིས་བཀག་ཙམ་ཟེར་ན་བསྟན་འབྱུང་གི་སྣང་བ་མ་ཤར་ནས་ཁོའི་རང་བཞིན་གྱིས་གྲུབ་པ་བཀག་ནས་བཀག་ཙམ་དེ་བུམ་པའི་ཆོས་ཉིད་ཡང་རེད་བཀའ་ཡི་ཆོས་ཉིད་དེ་ཤེས་བྱ་མཐའ་དག་གི་ཆོས་ཉིད་རེད། དེའི་ཡུལ་གྱི་ཆོས་ཉིད་དེ་ལ་མཉམ་པར་འཇོག་མཁན་མཉམ་འཇོག་གིས་བྱས་ཏེ། བྱང་ཆུབ་ཀྱི་སེམས་ཀྱི་སྲིད་ཟིན་ན་རྣམ་པ་ཐམས་ཅད་མཁྱེན་པའི་སར་བགྲོད་པས། ད་རྣམ་ཐམས་ཕྱིན་ཅི་མ་ལོག་པར་ཁས་བླངས་ན་དེ་གསལ་བ་ཉིད་ནི་ནན་གྱིས་རིག་རྒྱུ་མ་རེད་བསམ་གྱི། སྟོང་ཉིད་ཟེར་གྱི་འདུག་རྒྱུ་དང་ཆོས་ཐམས་ཅད་ཀྱི་སྟེང་གི་ཤེས་པ་རྒྱབ་ནི་ཁོའི་རང་བཞིན་ཕྱི་མ་ཟིན་ཡིན་ན་བསམ་ན་ཉེས་བྱས་ཟིན་མ་ཡིན་པར་གཟིགས་དགོས་ལ། སྟོང་ཉིད་ཟེར་གྱི་འདུག་རྒྱུ་དང། གང་ཟིག་ན་ཡོད་ནི་རེད་ད་སྟབས་རྩ་དགོ་ནི་རེད་ཟིན་ནི་དཔེར་ན་སྲིད་ལག་ཁང་གི་ནང་ན་སྒྲོལ་ལོངས་སུ་ཡོད་གི་ན་མེད་གི་ཁབ་སུ་ཡོད་གི་ན་མེད་གི། དེ་གི་བཤད་པ་རྒྱག་སྟངས་དེ་མིན་ཟེར་བ་གོ་རྗེ་རིན་པོ་ཆེས། སྟོང་ཉིད་ཟེར་གི་འདུག་ཅི་ད་ང་ཚོ་སྟོང་ཉིད་ཁྲི་སྟོང་ཉིད། ད། དམུན་ཁང་གི་ནང་ཐུགས་ཀ་ཆེ་བོ་ཚང་ཞིག་གཟུགས་དེ་ན་བྲིས་ཡོད་གི་སྙམ་པའི་འཇིགས་པ་སྐྱེས་ནི་རེད་ཟེར་མེད་པ་ཞིག་ལ་ཡོད་པར་སྒྲོག་དོགས་པ། དེ་ལྟ་ང་བྲིས་ཟིན་སྔར་ནས་ཡོད་མམ་མྱོང་བ་ད་ལྟ་མེད་པ་འབྱུང་འགྱུར་ཡོད་མི་སྲིད་པ་རེད་ཨ། ཆོས་ཐམས་ཅད་དེ་རང་བཞིན་གྱིས་གྲུབ་མམ་མྱོང་བ་ད་ལྟ་གྲུབ་མེད་པ་འབྱུང་འགྱུར་གྲུབ་མི་སྲིད་པ་ཟིག་གྲུབ་པར་བཟུང་ནས་ཁོ་རིང་ཡང་འཁྱམ་ནས་ད་དེ་འཇོག་དགོས་འདུག་ད་སྐུ་ཐེག་ཐོག་བར་དུས་ཐོག་བར་འགྱུར་ཡོག་གི་ན་མེད་གི་དག་བཤད་རྒྱབ་ན་ཐུག་གི་ཐོག་བར་འགྱུར་ཡོ་མེད་དོན་རྩ་རྒྱ་ཟ་རེད། ཆོས་ཐམས་ཅད་རང་བཞིན་གྱིས་གྲུབ་པར་བཟུང་ནས་འཁྲུལ་ནས་བདག་དང་གཞན་ལ་རིས་སུབ་བྱས་ནས་ཆགས་སྡང་གི་ཐོག་བ་སྣ་ཚོགས་བྱེད་དགོས་འདུག་མཐར་ཆོས་ཐམས་ཅད་པོའི་རང་བཞིན་གཅིག་པ་ཁ་གང་འདུག་ཆོས་ཁ་ཟིག་ཅི་ད་བ་དང་བ་སྐྱེ་ས་ཡང་ནི་མེད་ད་རང་བཞིན་ཉིད་ཀྱི་ཐོག་བ་མཉམ་ཉིད་ཀྱི་ཐོག་བ་བྱེད་རྒྱུ་རེད་གསུང་གི་རེད་རག་ཆོས་ཁ་ཟིག་ཅི་ད་དང་བ་ཟིག་ཅི་རིགས་གཅིག་གི་ལྟ་བ་མང་ལ་བྱེད་གི་འདུག་ཇོ་དུམ་ཚང་ཚིང་གི་བློ་ད་འདི་ནས་སི་ར་དྲང་དགོས་ཡོ་ནི་རེད།

ད་ཡིད་ལ་འཇིགས་པ་དང་ཤུགས་རིང་བ། མི་བ་ཆུང་བ་དེ་མི་རེད་ར་ཁོ་ཕར་ཚད་སངས་རྒྱ་ཐུབ་ཟེར་གྱི་དེ་ཡོད་ནི་མ་རེད། སེམས་ཀྱི་རང་བཞིན་སྟོང་པ་ཉིད་ཡིན་པ་དེ་སེམས་ཀྱི་ནི་སྐབས་གསལ་རིག་ཡིན་པ། སེམས་ཀྱི་ནི་སྐབས་གསལ་རིག་ཡིན་པ་དེ་ཡི་ག་ང་ཚོའི་སེམས་ནའང་སངས་རྒྱ་ཡི་མར་ཚད་ཡིན་ཟེར། ད་སེམས་ཤིན་ཏུ་རང་བཞིན་རྟག་པ་ཡིན་པའི་གི་ཆོས་ཉིད་དེ། དེ་ད་སངས་རྒྱ་བའི་རྩ་བའི་རིག་ཡིན་ནི་དེ་གི་སེམས་ཀྱི་ནི་སྐབས་ཀྱི་གསལ་རིག་ཡིན་ཅིང་ནི་སྐབས་དེ་ལ། བློ་རིག་དྲི་མའི་གཞིག་ལྡན་ཡོད་པ་དང་བློ་རིག་དྲི་མ་བརྟག་རྒྱུ་ཡོད་དུས་རྩ་བའི་རང་བཞིན་ལ་རག་ལས་ཡོད་ཅེ་ན་ང་ཚོས་དྲི་མ་ཟིག་གི་སྟེང་ནས་གཏན་ལ་ཕབ་དགོས་ཀྱི་རེད་བསམ་གོ་དེ་གཏན་ལ་མ་ཕབ་པར་ད་སེམས་ཅན་ཐམས་ཅད་ཀྱི་སེམས་ཀྱི་གཤིས་ཀྱི་ངོས་ནས་ལྷན་སྐྱེས་ནས་སངས་རྒྱས་ཟེར་གྱི་ཟིག་ཡོད་ཟིག་ན་བློ་རིག་རྣམ་དག་གི་ཆ་དེ་དོན་གྱི་ཕར་ཕྱིར་ཁས་བླངས་སོང་ན་ཡིན་ན་དེ་ཧ་ལས་པའི་བཀའ་མོ་རེད་བསམ་འདུག།

ཀུ་བ་བང་ནི་ལྟེམ་འབྲི་ལས་ཕྲ་བའི་ལྟེམ་འབྲིར་གཟུགས་རང་བྱུང་ནུས་པ་འདྲེན་རྒྱུ་ཡོད་ས་རེད་དོ། སྟོང་ཉིད་ཀྱི་ཀུ་བ་གི་ངོས་ནས་ཀྱི་འདྲེན་རྒྱུ་མ་གཏོགས་ལྟར་ཏེ་སྟོབས་ཀྱི་རིགས་པ་གི་ཕར་ཆེར་བཤད་རྒྱུ་ཧ་ལས་པའི་སྐད་མོ་རེད་ཡོད་བསམ་འདུག། དེ་ན་ཡིན་ད་མང་གི། རྗེ་བཙུན་ཁ་བ་ཆེན་པོས་ཆེ་བཙུགས་གསུངས་དགོས་ནི་རེད་ཅེ་ན་ཆོས་ཐམས་ཅད་ཀྱི་རྒྱུ་འབྲས་དུ་ནམ་ཡང་ལྷོ་བ་མེད་པར་མཐོང་ཞིང། དེ་ནས་ད་རང་བྱུང་གི། སྤྲེལ་ལ་འཛིན་པའི་འཛིན་པའི་འཛིན་སྟངས་ཀྱི་འཛིན་སྟངས་དེའི་ལོ་ངོ་ནས་གཞིགས་སོང་ན་དེ་ནི་སངས་རྒྱས་ཀྱི་ལམ་ལ་གཞིགས་ཡོད་ཀྱི་མི་རེད།

ཕལ་ཆེར་གླུ་དང་མིག་ཤིག་གླུ་ཤིག་དང་མིག་ཤིག་གི་ཡུལ་དུ་གྱུར་བར་ཅི་གནང་བ་འདི་མ་གཏོགས་གཞུང་ལུགས་བཤད་པའི་ཐོག་རགས་བཀག་བསམ་གྱིས་མི་དགག་ཟེར་རྒྱུ་དེ་སེམས་ནང་ཤིན་ཏུ་ཤ་སྐམ་མོ་རེད་བསམ་འདུག་དེ་རིང་སོང་ན་གང་ལྟར་ལྟུང་བ་ཁས་ལེན་གྲ་རེའི་གོ་བ་གཉིས་གཟེགས་འདུག་རྒྱུ་དེ་རྗེ་རིན་པོ་ཆེས་སྐྱོ་ཤུགས་ཀྱི་ཁྱིམ་རྒྱུད་ཀྱི་རྟེན་འབྲེལ་ལ་སྐུར་བ་རྩ་བ་ཉིད་འདེབས་ཀྱི་ཡོད་མ་རེད་ད། སྐྱོ་ཤུགས་ཀྱི་ཁྱིམ་རྒྱུད་ཀྱི་རྣམ་གཞག་དེ

བྱས་ཙང་སྙོམས་འཇུག་གི་གཉེན་པོ་དང་ཤེས་སྒྲིབ་ཀྱི་གཉེན་པོ་གཉིས་ཀ་ད་ཡིན་མིན་ད་རུང་མི་རིག་ཅེས་རེད། སྟོང་ཉིད་རྟོགས་པའི་ཤེས་རབ་གཟུགས་སྙིང་རྗེ་བདག་གི་ལ་བདེ་ནི་སྙིང་རྗེ་འགོག་བསམ་པ་ཙམ་གྱིས་བརྩིས་ཟིན་ན་ཁོ་སྙོམས་འཇུག་གི་གཉེན་པོ་ཆང་འཇོག་ནི་རེད། སྟོང་ཉིད་རྟོགས་པའི་ཤེས་རབ་དང་ཇི་ལྟར་ཡོད་ནི་དེ་ལྟ་ཀ་རྒྱབ་ལྗོངས་བྱང་ཆུབ་ཀྱི་སེམས་ཀྱིས་བརྩིས་ཟིན་ན་ཁོ་ཤེས་སྒྲིབ་ཀྱི་གཉེན་པོ་ཆང་འཇོག་ནི་རེད། དེ་གི་སྟོང་ཉིད་རྟོགས་པའི་ཤེས་རབ་ཁོ་རང་གང་གི་གཉེན་པོ་ཡིན་མིན་རག་ལས་ཀྱི་དུ་ཁོ་ལྟ་ཀ་ཉམས་དགའ་སུ་དང་ཕན་ཁུན་གི་དང་ཕན་ཁུན་དེ་རག་ལས་གི་ཟིན་ན་དུ་ཡིན་དང་མིན་གྱི་གཅིག་གི་རང་དོན་ཙམ་དུ་གཞི་བ་སྟོན་དང་གཉེར་དགོས་ནི་གཅིག་གམ་མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་སྐུ་བྱང་ཆུབ་ཀྱི་གོ་འཕང་སྟོན་དང་གཉེར་དགོས་པ་རེད། མཐའ་ཡས་པའི་སེམས་ཅན་ཐམས་ཅད་ཀྱི་དོན་དུ་རྫོགས་སྐུ་བྱང་ཆུབ་ཀྱི་གོ་འཕང་སྟོན་དང་གཉེར་དུས་སེམས་ཅན་ཐམས་ཅད་ཀྱི་ཁམས་དང་སྣང་བ་མི་འདྲ་བ་ཀུན་རྫོབ་པའི་ཤེས་བྱ་མཐའ་ཡས་པ་མ་མཁྱེན་པར་མཐའ་ཡས་ཤེས་བྱའི་དོན་འགྲོ་སྟངས་ཡོད་མ་རེད། དེ་མེད་དུས་ཤེས་བྱ་ཐམས་ཅད་ཡོངས་སུ་གཅོད་པའི་བཀག་ཤེས་བྱ་ཐམས་ཅད་ཤེས་རབ་བྱེད་པའི་བཀག་རྟོག་ལྷག་ཤེས་གསོ་རུ་མ་བྱས